ད་ངས་དེ་སྐད་ཆ་མང་པོ་མ་བཤད་ཡའི་ཐབས་ཤེས་བྱེད་ཀྱིན་ཡིན། ཐུགས་རྗེ་ཆེ་ལབ་པའི་དུས་ཚོད་ཅིག་རེད་ད་ཡིན་ནམ་མི་མང་པོ་འཛོམས་དུས་ཚིག་ཁ་ཤས་བཤད་དགོས་ཡ་ཆགས་ཀྱི་འདུག་དང་པོ་དེ་དགོངས་དག་ཞུ་ཡ་ཅིག་ཡིན། དགོངས་དག་ག་རེ་ཡིན་ཟེར་ན། ད་རྣམ་པ་སོ་མཁན་རིན་པོ་ཆེ་རྣམ་པ་རྒན་ལ་རྣམ་པ་དེ་ནས་རྣམ་དཔྱོད་ཅན་གྱི་དང་སློབ་མ་མང་པོ་ཅིག་ཕེབས་ཏེ་ཡོད་དུས་སྐུ་མདུན་མཇལ་ཁ་ཅིག་བྱུང་ན་བསམ་ནས་ང་སང་སང་ནས་ངས་ཞུས་ཡིན། ཞུས་ཡིན་དུས་ད་ཟླ་བ་བཞི་པའི་ནང་ལ་སེམས་ཐག་ཁོ་རང་མི་འདུག་ཟེར་ཐབས་ཤེས་ཆུ་ནས་མི་འདུག་ཟེར་དེ་བཀའ་གནང་སོང་བྱེད་དུས་ཡང་དེ་ངས་མ་ཞུས་པ་དེ་འདྲ་མིན། ཡིན་ན་ཏང་གི་ཨུ་ཚུགས་རྒྱབ་ནས་ཅིག་བྱས་ཏེ་རྒྱབ་ས་ཡོད་མ་རེད་དེ་སྐུ་མདུན་གྱི་དགུང་ལ་ད་དེ་ཚོ་གཟིགས་ནས་རྒྱབ་ནུས་ཁོ་ན་མི་འདུག་དེ་དེ་ཡང་དེ་ཞིག་ད་ལྟ་ཉི་མ་ཁ་ཟས་བསྡད་ཀྱི་རེད་ཟེར་དེ་རིང་བཞིན་ཤེས་པར་གནང་གི་འདུག་དེ་དེ་ནི་དམངས་ཆར་འགྲོ་ས་ཞག་དུས་ཚོད་དེ་ཡོང་གི་མི་འདུག་སང་ཉིན་གནངས་ཉིན་ཏང་ཡོན་གྱི་ཐབས་ཤེས་མེད་ན་ཟེར་དུས་ད་དེ་ཚོས་སེམས་ཐག་ཁོ་རང་མི་འདུག་ཟེར་གྱི་འདུག་དེ་ནི་ཕན་གྱི་མི་འདུག་དེ་དགོངས་དག་ཞུ་ཡས་ཡིན། ད་ཡིན་ན་ཡང་གར་ཚེ་བོ་རེད། ད་ད་ལྟ་བར་དུ་ང་ཚོས་སྐུ་མདུན་མཇལ་ཁ་ཞུས་ཡོད་ད་གསུང་ཆོས་ཞེས་ཞེ་བོ་གཅིག་བྱས་ཡོད་རེད་དེ། ད་སྐུ་མདུན་དགུང་ལོ་འདི་ག་ཟིག་སླེབས་དུས་ང་ཚོ་གིས་སྐུ་མདུན་གསུང་བཞག་རྒྱོགས་དེ། ལག་ལེན་བསྟར་ཡིག་འདི་བྱས་ན། ད་ད་ག་རང་གིས་མ་འགྲིག་གི་འདི་རྩ་ནས་མེད་དེ་ངེད་ཅག་ཆགས་བསྡད་དུས་དེ་རྣམ་པ་ཚོས་གང་ལ་གང་འཚམ། མཁྱེན་གི་རེད་བསམ་གི་འདུག་དེ་ཡིན་དུས་ཨ་ནི་དེ་རིང། ད་ནམ་རྒྱུན་ནས་རྣམ་པ་ཚོས་ཡག་པོ་གནང་གི་ཡོད་རེད་ད་ལྷག་པར་དུ་དེ་རིང་འདི། ཉེར་ལྔའི་དུས་དྲན་འདི་སྐབས་ལ་ད་ཐག་རིང་པོ་ནས་ཕེབས། ཨ་ནི་མཉམ་ཞུགས་གནང། གོ་བསྡུར་གནང། དེ་འདྲ་ཞིག་དུས་ད་ད་ག་རང་གིས་ངས་སྒྲུབ་པའི་ཆོས་པ་ཡག་པོ་ཞུ་ཅིག་བྱུང་ཡོད་རེད་བསམ་གྱི་འདུག་བཀའ་བཞིན་སྒྲུབ་པའི་ཆོས་པས་རྙེད་གྱུར་ནས་ཟེར་ཡོད་དེ་ཏན་ཏན་ཆགས་ཡོད་རེད་བསམ་གྱི་འདུག་ང་རང་ཡིད་ཆེས་ཡོད། ང་རང་ཆགས་ཤང་ཡོད་ན་ནམ་རྒྱུན་ཁས་འབྱུང་གི་མི་འདུག་དེ་ད་སྐུ་མདུན་བཀའ་གནང་ཡས་དེ་ལས་ཀ་བྱེད་གང་ཐུབ་ཐུབ་ཅིག་བྱེད་ཡས་དེ་རེད་འདུག་བ་བསམ་བྱས་ནས་བསམ་བློ་འདི་ཕྱོགས་འགྲོ་གི་ཡོད་མ་གཏོགས་ཀྱི་ང་སྐུ་སྒེར་ཡིག་ཚང་ལོ་བཅུ་དྲུག་དེར་དཔལ་ན་ཆགས་ཤང་ན་ང་སྒེར་གྱི་མཇལ་ཁ་གཅིག་ཀྱང་ཞུས་མ་མྱོང། ཞུ་ནུས་ཡས་མི་འདུག་ང་རང་གི་ཆེད་ངའི་ཆུང་ངུའི་ཆེ་ཕྱོགས་འདི་ཚོ་ཚང་མ་ཞུས་དེ་ནང་ད་གཞན་དག་ལ་མ་ཞུ་ཟེར་གི་མ་རེད་ང་ཇུས་གཏོགས་ཡོད་མ་རེད་དེ་ང་རང་ངོས་ནས་ཞུ་ནུས་གི་མི་འདུག་ནས་ཞོར་ལ་དེ་འདྲའི་ཚོགས་པ་དེ་འདྲའི་མཉམ་འདུས་བཀའ་འདྲི་ནང་དུ་ཡང་དེ་ཅག་རེ་ཡོང་གི་འདུག་མ་གཏོགས་གི་ད་ངས་དེ་ཡག་ག་རེད་ཟེར་གི་ཟེར་གི་མེད་དེ་ང་རང་བསམ་ཚུལ་འདྲ་བོ་ཅིག་དེ་གཅིག་ཞུ་ཡས་ཆེ། ད་གཉིས་པ་དེ་ད་ལྟ་བྱས་ཙང་ད་ལྟ་ངས་གོང་དུ་ཞུས་ཚར་བ་ན་ཞེས་ད་ང་ཚོ་བོད་པའི་ཆོས་དང་རིག་གཞུང་སྐད་ཡིག་དེ་ཚོ་ད་བོད་ནང་ལ་ཉག་ཕྲ་བ་ཞི་བོ་ཅིག་ཆགས་ཏེ་ཉི་མ་རེ་རེ་བཞིན་དུ་ད་ཉམས་རྒུད་འགྲོ་ནས་འདི་ནས་ཕར་ནས་ལོ་ཉི་ཤུ་ཕྱིན་ན་ད་བོད་ནང་ལ་ཧ་ལམ་སྐད་ཡིག་བརླག་ཚར་བ། དེ་འདྲ་གི་རྫ་དྲག་གནས་ཚུལ་ཆགས་འདུག་ཡོད་རེད་དེ་ལྟ་དེ་ནང་བཞིན་ཆོས་དང་རིག་གཞུང་ཚང་མ། འདི་འདྲ་ཆགས་འདུག་དེ་དཀའ་ངལ་ཞེ་བོ་ཅིག་ཆགས་འདུག་དེ་ང་ཚོ་དེ་ལྷོད་ལྷོད་བྱས་ནས་བསྡད་ཤིག་རྩ་བ་ཉིད་ནས་ཡིན་ས་མ་རེད། བསྡད་ཀྱི་འདུག་ཟེར་ངེས་ཞུ་གི་མེད་དེ་དེ་རིག་པ་བསྒྲིམས་ནས། རེ་བ། ཕ་ཕྱོགས་ནས་ཅིག་བྱས་ཤིག་ཟེར་ན་དེའི་ཚབ་ལ་ང་ཚོ་དེ་ལས་འགུལ་ག་རེ་བྱེད་དགོས་འདུག་ལོ་གཞོན་པ་ཚོ་ལ་སྐད་ཡིག་ཡར་རྒྱས་ག་འདྲས་སུ་གཏང་དགོས་འདུག་ནང་ཆོས་ག་འདྲས་སུ་གཏང་དགོས་འདུག། དུས་སུ་ད་ང་ཚོ་བོད་པ་རང་གི་དོན་ད་ད་བོད་པ་ཟེར་ན་ང་ཚོ་ཧི་མ་ལ་ཡའི་ད་གཙོ་བོ་དཀའ་ངལ་ཡོད་དུས་ངས་བོད་པ་ཡིན་ཙང་ངས་འདི་ལབ་གི་ཡོད་རེད། འདི་བཞི་བོ་གཅིག་བྱས་དུས་ངས་གལ་ཆེན་པོ་བཞི་བོ་གཅིག་མཐོང་གི་འདུག་དེང་སང་གི་དུས་རབས་འདིའི་ནང་ལོགས་ལ་ཡང། མི་རྣམ་དཔྱོད་ཅན་གཅིག་གི་འཐབ་རྩོད་བྱེད་ཡིན་ན། རིག་གཞུང་དང་ཡ་རབས་སྤྱོད་བཟང་གི་འཐབ་རྩོད་བྱེད་ཀྱི་དུས་ལ་སླེབས་ཏེ་ཡོད་རེད་མ་གཏོགས་ཀྱི་རྡུལ་ཕྲན་མཚོན་ཆ་དང་མེ་སྒྱོགས་ཀྱི་འཐབ་རྩོད་བྱེད་དུས་ཚོད་འདི་རྗེས་ལུས་དུས་ཚོད་རེད་དངོས་གནས་བྱས་ན། ཨིན་ཇི་ནང་ལ་ཡིན་ན Soft Power ཟེར་གི་རེད Hard Power དེ་བྱེད་མེད་པའི་དུས་ཚོད་ཅིག་ཆགས་འདི་ཡོད་རེད། དེ་འདྲ་ཡིན་དུས། ཅིག་གིས་ང་ཚོ་གིས་ད་ང་ཚོ་ལ་ད་སོབ་ཏུ་པ་བར་མེ་སྒྱོགས་དང་རྡུལ་ཕྲན་སོན་ཆ་ང་ཚོ་ཡོད་མ་རེད་དེ། ཆོས་དང་རིག་གཞུང་དངོས་གནས་དྲང་ནས་འཛམ་བུ་གླིང་སུ་ལ་ཡིན་ན་ཡང་འགྲམ་ཆུ་ལྡང་མི་དགོས་མཁན་ཅིག་ང་ཟོ་རུ་བས་ནས་གད་ཀྱིས་ཤིང་གི་མ་རེད་དེ་ཆར་ཆུར་གྱིས་ཤིང་གི་རེད་ནང་ཆུ་ཁྱི་གཅིག་སྐད་ཡིག་དང་གཅིག་ཚན་རིག་དང་ཆར་ཆུར་གྱིས་ཤིང་གི་རེད་ལུང་པ་སུམ་བཅུ་བཞི་བཅུ་ཅིག་འགྲོ་ཚར། ད་ང་ཚོ་ཆོས་དང་རིག་གཞུང་ཕར་བཞག་ནས་འདི་སྟེར་འགྲོ་ཐུབ་ན་ཡག་པོ་འདུག་བསམ་པ་ཅིག་ང་གཅིག་གིས་མཐོང་མ་སོང་ལེ་བར་དུ།

དཀའ་ངལ་ཡོད་དེ་ངས་གང་དེ་འདུག་ཨ། སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་ལ་དཀའ་ངལ་གང་དེ་ཡོད་རེད། སྤྱན་རས་གཟིགས་ཞལ་བཞུགས་པའི་སྐབས་ལ་དཀའ་ངལ་གང་དེ་རེད་སྤྱན་རས་གཟིགས་ཀྱིས་དམ་བཅའ་བྱས་ནས་ལྟ་ངན། འགྲོ་བ་སྡུག་བསྔལ་ཡོད་མཁན་ཚང་མ་སེལ་གྱི་ཡིན་ཟེར་ནས་དཀའ་ངལ་གྱི་སེལ་ནས། མི་མང་པོ་ཅིག་དཀའ་ངལ་ནས་གྲོལ་ནས་ཅིག་ཡོང་དུས་ཡང་སང་ཉིན་ཅིག་འགྲོ་དུས་ཡང་དེ་ནང་བཞིན་ཡོད་དེ་ངས། ཡང་དེ་ནས་ཅིག་གྲོལ་ཡང་སང་ཉིན་ཅིག་འགྲོ་དུས་དེ་ནང་བཞིན་ཡོད་དེ་ངས། དེ་འདྲས་ཅིག་ནི་ད་འང་ཡོང་ས་མ་རེད་ཟེར་ནས་དམ་བཅའ་དེ་བློས་བཏང་ནས་ཨེ་ནས

ཡིན་ན་ཡང་ད་ལྟ་ང་ཚོ་ནང་ཆོས་དེ་མཐུན་པ་ད་ལྟ་ཁོང་གིས་གསུང་བ་ནང་བཞིན་སློབ་སྦྱོང་ཤེས་པ་ཙམ་མིན་པར་ཁྲ་ལ་ཁྲིམས་དཔོན་ཕན་སེམས་ཀྱིས་འགྲོགས་པ་ཅིག་བྱེད་ཐུབ་ན། དཀའ་ངལ་ཁང་དེ་དཀའ་ངལ་ཡོད་དེ་ཁང་དེ་འདུག་ཨ། དཀའ་ངལ་དེ་མང་ཆེ་བ་ཅིག་ཆུ་ཚོད་བྱེད་སྟངས་མ་ཤེས་བྱེད་སྟངས་མ་ཤེས་པ་དེ་བསམ་བློ་གཏང་སྟངས་མ་ཤེས། ད་ཁ་སང་དེ་གཉིས་ཉི་མ་གཅིག་ད་ཉི་མ་གཅིག་གཉིས་ངང་འདི་ལས་ཀ་མང་པོ་བྱས་ནས་ཡོང་དུ་མ་སོང་ཉི་མ་གཅིག་གཉིས་ཉི་མ་ཕྱེད་ཀ་ཕྱེད་ཀ་སོ་དེ་བ་ཡོང་དུས་རྒྱ་གར་མང་པོ་དེ་བ་ཐུག་ཁག་ཡོང་གི་འདུག་དཀའ་ངལ་རྐྱང་རྐྱང་བཤད་མཁན་གྱི་རེད་ཤག་ཨེ་ནི་དཀའ་ངལ་ཁ་ཤས་ལ་དེ་ངས་འགྲེལ་བཤད་བརྒྱབ་དུས་ལམ་སང། དེ་རིང་རང་རེད་ད་ངས་འཇོན་གཏམ་བཤད་གི་མེད་ད་དངོས་ཡོད་གནས་ཚུལ་བཤད་གི་ཡོད་ད། བུ་མོ་ལོ་གཞོན་གཞོན་བྱས་ཏེ་བུ་གཅིག་དེབ་ར་ཅིག་བཏགས་བསྡད་ཤག་ཨེ་ནི་སྐད་ཆ་འཁྲིག་འདུག་ཨེ་དེ་འགྲེལ་བཤད་བརྒྱབ་ཡིན། ལམ་སང་མིག་ཆུ་ནར་ནར་བཏང་གི་དོ་སྙིང་རྗེ་ད་དེ་འདྲས་ང་མང་པོ་ཐུག་ས་རེད་གང་ཟེར་ན་ཁོང་ཚོས་བསམ་བློ་བཏང་མ་ཤེས་ནས། ད་ང་ལ་གད་སྐད་ཡོད་མ་རེད་དེ་ནང་ཆོས་བཤད་ཤག་ཅོག་སྐུ་མདུན་བཀའ་སློབ་གནང་ཤག་ཅོག་དེ་ཕར་ངན་གྱི་སྐྱོར་བདག་སྐྱོར་ཤག་དུས་དེ་འདྲས་ཕན་གྱི་འདུག་བ་ད་ད་འདུག་དེ་ང་ལ་ཉམས་མྱོང་ཉམས་ལེན་ཡོད་ན་ཞི་བ་གཅིག་ཕན་ས་རེད་བ་དེ་ངས་ག་ཅི་ནས་ཞུ་དགོས་ཟེར་ན་ང་ཚོ་ཚང་མ་ལ་དཔེ་དེ་ཕན་ཐོག་བྱེད་ཀྱི་ནུས་པ་ཞི་བ་ཅོག་རེད་དེ་གང་ན་ཤེས་ང་ཚོ་ད་གཙོ་བོ་དགེ་འདུན་པ་ཕོ་མོ་ཡིན་ཙང་དགེ་འདུན་པ་ཕོ་མོ་ཚོ་ལ་དོན་ཉུང་བ་བྱ་བ་ཉུང་བ་ཟེར་དུས་རང་དོན་ལ་དོན་ཉུང་བ་བྱ་བ་ཉུང་བ་གཞན་དོན་ལ་དོན་མང་བ་བྱ་བ་མང་བ་དེ་གནང་དགོས་ཀྱི་ཡོད་རེད་བ་ད་དཔེ་འགྲོ་ཆོག་བསྡད་ཆོག་ག་རེ་ཡིན་ན་བྱེད་ཐུབ་ཡས་བྱེད་ཀྱི། ད་ལྟ་ཁོ་རང་གིས་རོགས་པ་བྱས་ཏེ་ཤ་ཞང་ཡིན་ན Leadership ཟེར་དུས་མགོ་ཁྲིད་བཟོས་ཡོད་ཟེར་ཏེ། མགོ་ཁྲིད་ཟེར་དུས་མི་བརྒྱ་སྐོར་གྱིས་ཁྲིད་ནས་དར་ཆ་འབྲི་ཆུ་བླངས་ནས་འགྲོ་གི་མ་རེད་བ། མི་གཉིས་གསུམ་ཡིན་ན་ཁ་བཏུ་ལོབས་སུ་སོ་སོས་ཤེས་པ་དེ་ལབ། དེ་འདྲ་བྱས་ན་དངོས་གནས་དྲང་ནི། གར་སེ་བ་རེད། གཞན་དོན་ནི་རང་དོན་ཡིན་རང་དོན་ནི་གཞན་དོན་ཡིན་ཟེར་བ་ནང་བཞིན་རེད་ཁོ་གཞན་དོན་ཡག་པོ་བྱེད་ཤེས་ན་རང་དོན་ཞར་ལ་ཤོར་འགྲུབ་ཡོང་གི་ཅིག་བོད་སྤྱི་བའི་དོན་དག་ཡིན་ན་རེད་རིག་གཞུང་སྲུང་སྐྱོབ་ཡིན་ན་རེད་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་ཡུན་དུ་བརྟན་ཡིན་ན་རེད་མང་པོ་ཕན་ཡོད་ཅིག་དེའི་ནང་འཇུས་བསྡུས་ཡོད་ཙང། གོ་སྐབས་ཞིབ་ཅིག་འདུག་བ། བྱེད་དུས། ངས་རྣམ་པ་ཚོ་ངས་དེ་དཔེ་ལས་ཧྲབ་ནས་བཤད་གི་མི་གདའ། ཞིབ་པོ་རྩ་ཆེན་པོ་བརྩིགས་ཡོད་གདའ། ཨེ་ནི་དེ་རིང་དུས་སྐབས་འདི་ལ་ད་གར་ཟེར་བ་རེད། མཁན་རིན་པོ་ཆེ་རྣམ་པ་ཆ་ཚང་འདི་ཕེབས་ནས། ཞིབ་པོ་ཅིག་ང་དགའ་བོ་བྱུང། གང་ཟེར་ན་འདི་སྐྱབས་མགོན་རིན་པོ་ཆེ་བཀའ་གནང་ཤར་བ་གཅིག་པུ་མ་ཡིན་པ་བོད་ཀྱི་དཔེ་མཛོད་ཁང་ནས་འདི་འདི་ལས་འགུལ་བྱས་ཤར་བ་གཅིག་པུ་མ་ཡིན་པ་དེ་གལ་ཆེན་པོ་བརྩིས་ནས་ཞིབ་པོ་ཅིག་བརྩིགས་ཀྱི་ཡོད་བ། ད་ང་ཚོ་སྐྱབས་བཅོལ་ལས་པའི་གནས་སྟངས་རེད་མ་གཏོགས་ད་མཁན་རིན་པོ་ཆེ་ཁོང་ཚོ་གྲྭ་ས་ཆེན་པོ་དེ་འདྲས་ཀྱི་དངོས་གནས་དྲང་ནས་ཤེས་ཡོན་གྱི་ལྟེ་གནས་སྐད་གྲགས་ཡོད་དེ་ངས་དེ་འདྲས་ཀྱི་ད་མཁན་རིན་པོ་ཆེ་རྣམ་པ་རྐྱང་རྐྱང་རེད་བ། ཕྱག་ལས་མེད་ནས་འདི་བ་ཡོང་གི་ཡོད་མ་རེད་བ། དེ་འདྲས་ཞུ་རྩ་ཆེན་པོ་བརྩིས་ནས་ཡོང་གི་ཡོད་བ་དེ་ད་དེ་གསལ་བོ་ཞིབ་བོ་ཅིག་ད་དྲ་རྒྱ་ནང་ལ་བཏགས་པ་རེ་ཞིག་བཏང་འདི་གི་ཡོད་རེད་བཏང་དུས་དེ་ཕན་ཐོགས་ཞིབ་བོ་ཅིག་བྱུང་སོང་ཁོ་རང་ཡིན་ན་སེམས་ཚོར་ཆེན་པོ་བྱུང་སོང་ང་ཁ་ཚང་དེ་འདྲས་བྱེད་དུས་ཐུགས་རྗེ་ཆེ་ཞུ་ཡོད་དང། ཨ་ནི་མ་འོངས་པ་ལ་ཡང་ང་ཚོས་ཅིག་གོ། ད་ཐུབ་མི་ཐུབ་དེ་འདྲ་ཡོང་གི་རེད་ཟག་མ་ལ་མཛད་འཕྲིན་ཆེ་ཆུང་དང་བལྟས་ནས་ཡིན་ན་གང་ཐུབ་ཐུབ་བྱེད་ང་ཚོ་གི་དམིགས་ཡུལ་དེ་ཧ་གོ་བ་བྱེད་བྱས་ནས་ཡང་ང་ཚོའི་ལམ་ཁ་ནོར་གི་འདུག་ན་འདི་ནོར་གི་འདུག་འདི་སྡུག་བྱས་ནས་ཡག་ས་རེད་ཟེར་བཀའ་སློབ་གནང་ཡ་གནང་གནང་མོད་རང་བྱས་ནས་དཔེ་མཛོད་ཀྱི་ལས་ཤེས་དང་དར་ཟབ་ཀྱི་ལས་ཤེས་དང་དེ་འདྲས་མ་ཡིན་པ་བྱས་ནས་སྤྱི་བ་ལ་ཕན་ཡ་རང་བསམ་བློ་བཏང་ནས་འདི་བྱས་ནས་འགྲོ་ཡ་ཅིག་གལ་ཆེན་པོ་འདུག་ཨ་ནི་གཉིས་པ་དེ་ད་ལྟ་ཁོང་གི་གསུང་མ་གནང་བཞིན་རེད། ཁོ་ཤེས་པ་བརྒྱ་ལས་སྒྲུབ་པ་གཅིག་ཟིལ་ལ་བ་ན་ཤེས་རེད་ཁོ་ཤེས་དེ་བརྒྱ་ཐོན་པ་ཤེས་ཡོང་གི་རེད་སྦྱངས་ནས་གཅིག་ཤེས་ཡོང་གི་རེད་གཞུང་ཆེན་བཀའ་པོད་ལྔ་གང་ལ་ཤེས་ཡོང་རེད་སྔགས་ཀྱི་སྐོར་ལ་ཤེས་ཡོང་གི་རེད་ཀོ་འགྲོམ་ཕི་སི་གང་ལ་ཤེས་ཡོང་གི་རེད་དེ་ད་ཤེས་ཤེས་ནས་ཐ་མ་དེ་ལྟས་སུ་གཅིག་ལག་ལས་མེད་ན་ཕན་གི་མི་འདུག་བ་འདི་ཞིག་དུས་ད་ང་རང་ཚོ་ཚང་མས་གི་ལྟས་སུ་བསྟན་ཡོད་པ་གཅིག་སྔོན་མ་ལོ་རྒྱུས་འདི་འདྲས་བརྗོད་རེད། དེ་སྨན་ཁང་གཅིག་ལ། ཡེ་ཤུའི་སྨན་ཁང་གཅིག་ལ། ཨེ་ནི་ནད་པ་ཞིབ་པོ་གཅིག་ལ་ཁོ་སྐྱོ་བོ་ཞིབ་པོ་གཅིག་ལ་ད་ཚུད་ཚུད་རོགས་པ་བྱེད་ཀྱི་འདུག་ཨ། རོགས་པ་བྱས་ནས་སྨན་བཅོས་ཡག་པོ་ཞིབ་པོ་གཅིག་བྱས་ནས་ཨེ་ནི་མཇུག་མ་ནད་པ་དེ་གང་ལ་གང་འཚམ་དྲགས་ནས། ང་ཆོས་ཟེར་མཁན་འདི་འདྲས་གལ་གི་ཤེས་ཀྱི་མེད། ཡིན་ན་ང་དེ་རོགས་པ་བྱེད་དེ་རིང་རོགས་པ་བྱེད་མཁན་དེ་ཆོས་ལུགས་དེ་ག་རེ་ཡིན་ན་ང་དེའི་རྗེས་ལ་འགྲོ་གི་ཡིན་ཟེར་ལབ་རེད། དེ་རེད་འདུག་ཨོ་དེ་འདྲས་ཤིག་ད་དེ་འདྲས་སྒྲུང་མང་པོ་བཤད་ཡོད་རེད་ད་དེ་ངས་འཕྲོད་འདུག་ཨོ་དེ་འདྲས་རེད་དེ་འདྲས་ཡིན་དུས་ད་ངས་དོན་དག་སྙིང་པོ་གར་བྱེད་དགོས་ཟེར་ན་དངོས་གནས་རང་ནས་དཀའ་ངལ་ཡོད་དེ་ངས་ད་གོར་བའི་ནང་ལ་ད་རེ་བ་དང་བྱེད་དུས་ཞེ་བོ་ཅིག་ཨེ་ནས་དཀའ་ངལ་འདུག་ཟེར་མང་པོ་ཅིག་བལྟས་ཟེར་རོགས་པ་བྱས་ན་ཕན་འདུག་ཏུ། ནང་ལ་དཀའ་ངལ་ཞེ་བོ་ཅིག་ཅིག་སྐད་ཆ་བཤད་ས་མེད་དེ། སོ་སོ་གཅིག་པུ་སྡུག་ཁུར་ནས་བསྡད་དེ་མང་པོ་ཐུག་མྱོང། འོ་དེ་འདྲས་བཟོ་རོགས། དེ་འདྲས་ཀྱི་ད་དཀའ་ངལ་སེལ་ཡས་མང་པོ་ཞུ་ཞུ་དུས་དེ་གཅིག་རེད་གཉིས་ནས་ང་ཚོ་ད་དུང་ཚན་རིག་པའི་གྲོགས་པོ་ཚོ་ལ་ཡིན་ན་ཡང་ཚན་རིག་ཆ་ནས་ཁོ་རང་ཚོ་མཁས་པ་རེད་དེ་ཡང་ཁོ་ཚོ་གིས་ང་ཚོ་མུ་མཐུད་ནས་ཁོ་ཚོ་ཡོང་བསྡད་དེ་ལས་ཀ་མེད་ནི་མ་རེད། གཅིག་ཕན་གྱི་འདུག་ཟེར་དུས་ཚོད་ལ་གཅིག་སྤྲད་ཤག་ན་ཕན་གྱི་འདུག་ད་ལྟ་གི་སྦྱིན་བདག་གསུངས་པ་ནང་བཞིན་རེད་རེད་བ། ཨ་ནི་ཁོ་རང་ཚོས་ཕན་སོང་ཟེར་མཁན་མང་པོ་ཡོད་རེད་འོ་དེ་འདྲས་ཞུ་དུས་དེ་ང་ཚོ་ཡང་གཅིག་ཐུགས་ལ་བཞག་ནས་རླབས་ཆེན་གཅིག་བྱེད་ཀྱི་ཡོད་བ་དེ་ཧ་གོ་ནས། ཨེ་ནི་རྒྱ་མིག་གིས་ལྟ་སྟངས་བྱ་ཤ་བས་ན་རྒྱ་མིག་གིས་བས་ཏེ་བོད་པ་དེ་ཆེས་རྗེས་ལུས་རེད་ཆེས་མི་ཚན་རིག་ནང་པའི་ལྟ་གྲུབ་ནང་ཆོས་འདི་ཚོ་དབྱེ་བ་ཆེས་ཚན་རིག་འདི་འདྲའི་ཚན་རིག་ཟབ་སྦྱོང་འདུག་ས་གཅིག་ལབ་ཡིན་འདུག་ཡང་དེང་སང་འདི་འདྲའི་ཞིག་འདུག་ཟེར་དེ་ཏཱ་ལའི་བླ་མས་ཁོ་རང་དེ་ག་བྱས་ཤར་རེད་མ་གཏོགས་གསར་པ་ཞིག་གས་མ་རེད་སྔོན་མ་ནས་ནང་པའི་ནང་ལ་དེ་ཚན་རིག་ཡོད་རེད་ཟེར་འདུག་ཟེར་ཡང་ཧུ་དེ་འདྲས་ཀྱང་བྱས་སྐྱག་རྫུན་རྐྱང་རྐྱང་བཤད་ངོ་ཚ་མེད་པ་བྱས་འགྲོ་བསྡད་ཀྱི་འདུག་བ། དེ་བྱེད་དུས་དེ་ཚོའི་རིགས་དེ་ང་ཚོས་གནས་ཚུལ་ཤེས་མ་བྱས་ནས་གནས་ཚུལ་ཆ་ཚང་ཅིག་ཤེས་མ་བྱས་ནས་འགྲོ་ཡོད་དེ་དཔེ་གལ་ཆེན་པོ་རེད་ཤག། དེ་ནི་འོ་དེ་འདྲ་ཡིན་དུས་ད་ངས་སྐད་ཆ་མང་པོ་འཕྲོས་འགྲོ་གི་རེད་ང་འདི་ལེགས་སྦྱར་བཤད་དུས་ཚོད་མ་རེད་བྱས་དུས་ད་སླར་ཡང་དེ་རིང་ནི་མཁན་རིན་པོ་ཆེ་རྣམ་པ་ཚང་མ་ལ་སྙིང་དབུས་ནས་ཐུགས་རྗེ་ཆེ་ཞུ་འོས་དང། ནི་དེ་ནི་དགེ་འདུན་པ་ཕོ་མོ་ཚང་མ་ལ་ཐུགས་རྗེ་ཆེ་ཞུ་འོས་དང། ལྷག་པར་དུ་ད་ལྟ་རྒན་པ་ཚོས་ཀྱི་ལོ་མང་པོ་ཞི་བ་བྱས་ངས་ནམ་རྒྱུན་སྔོན་མ་ནས་ད་དེ་རིང་གསར་བ་ཁེལ་མ་རེད་སྔོན་མ་ནས་ཁྱེད་རང་ཚོ་ཀུན་གྱིས་གཟབ་གཟབ་བྱེད་རོགས་ཅེས་ཤིང་རྟའི་སྲོལ་འབྱེད་ཡིན་ཟེར་གྱི་ཡོད། ད་ཤིང་རྟའི་སྲོལ་འབྱེད་དུས་ཚོད་དངོས་གནས་དྲང་ནས། རྒན་བརྩོན་འགྲུས་རེད་ད་དཀར་ཟས་དེ་བློ་གྲོས་བཟང་པོ་རེད། རྒན། སྐར་ཚེ། ཐབས་མཁས་རེད་ད་མང་པོ་བྱེད་མཁན་མིང་ཅིག་རྒན་ཉི་མ་རེད་ད་མང་པོ་བྱེད་ཡོད་རེད་དེ་ནས། དངོས་གནས་དྲང་ནས་ལོ་དེར་ལོ་བསྟུད་ནས་བྱས་ནས་ད། གཉིས་ཀར་ཐོག་ལ་མཁས་པ་མི་ལ་བསླབ་ཐུབ་མཁན་ལམ་སྟོན་བྱེད་ཐུབ་མཁན་ད་དེ་དོན་གུག་འདུག་ད་དེ་འདྲ་མང་པོ་ཞིབ་ཅིག་ཕྱི་ནང་སོགས་ཡོད་རེད་དོན་གུག་འདུག་ཞིབ་ཅིག་ང་ཚོ་བྱས་རྗེས་ཆེན་པོ་རེད་ཕན་ཐོག་ཆེན་པོ་རེད། བྱས་དུས་ཁྱིམ་མཚེས་ཚང་མ་ལ་ངས་དེ། ཐུགས་རྗེ་ཆེ་ཞུས་དང་ཨེ་ནས་དྲ་ལ་ཁྲིམས་འབུད་མཁན་ཡང་གསར་པ་ནང་ལ་ཞུགས་མཁན་ཡིན་ན་ཡང། ཆོས་ལས་རྩ་ཆེ་ཡ་ཚན་རིག་རྩིས་ཞུ་སྲིད་དགོས་མ་རེད། དེས་ན་ཐིག་གི་རྒྱན་ཆ་སོགས་འགྲོ་བ། རང་བཞིན་གྱི་རྒྱན་དང་མཛེས་བྱེད་ཀྱི་རྒྱན་ཞེས་དཔེ་ཆ་ནང་བཤད་ཀྱི་ཡོད་བ། རང་བཞིན་གྱི་རྒྱན་ཏེ། ལུས་ཁོ་རང་རང་བཞིན་མཛེས་པོ་བྱུང་ན་ཐིག་གང་ལ་རྒྱན་ཆ་བཏགས་ན་མཛེས་པོ་ཡོང་རེ་བ། ལུས་ཁོ་རང་མཛེས་པོ་མེད་ན་རྒྱན་ཆ་འདྲ་མི་འདྲ་བཏགས་ན་ཆ་ལེ་རྒྱག་ས་ཞིག་ཆགས་ཀྱི་རེད། བྱེད་དུས་ང་ཚོས། ལུས་ལུས་ནང་བཞིན་གྱི་སོ་སོ་གི་ནང་ཆོས་ཀྱི་བོད་པའི་ནང་ཆོས་དེ་ད་མཛེས་པོ་ཞིབ་ཧ་ལས་ཤོར་བ། ད་དེ་ལ་ཐོན་དུ་མི་ལ་ཕན་ཐོགས་བྱེད་ཀྱི་རྒྱན་ཆ་ཡང་ཚན་རིག་དང་ནུབ་ཕྱོགས་པའི་ལྟ་གྲུབ་དེ་འདྲའི་ལེགས་ཆ་ལེན་ནས་བསྟན་གྱི་ཡིན་ན་ད་ཡག་པོ་ཞིབ་ཅིག་ཆགས་ཀྱི་ཡོད་དུས་དེ་འདྲའི་ཐོག་ནས་སྦྱང་དགོས་རེད་དེ་གཅིག། ཨོ་ཞུ་འདོད་བྱུང་དེ་འདྲ་ཡིན་དུས་ཚང་མར་ཐུགས་རྗེ་ཆེ་ཞུ་ཨ་ནི་ངས་མ་བྱས་གོང་ལ་ད་འདོད་དེ་ལས་ཀ་ཁར་ཡོད་ན་རྒྱུ་དེ་རྐྱེན་མང་པོ་ཅིག་ལ་ཚོགས་དགོས་ཡོད་ཙང། དེ་རིང་ང་ཚོས་ད་འདོད་རྣམ་རྒྱལ་གྲྭ་ཚང་གི་དྲུང་ཆེ་དང་སྔོན་མ་དེ་ན་དྲུང་ཆེ་གསར་བ་གཉིས་ཀ་དང་ང་ཚོ་ཟླ་བ་གཅིག་གཉིས་གོང་ནས་འདུ་བ་ཚོགས་ཡོད་ཆ་ཤས་སྟེང་འདི་ཕྱི་དུས་དངོས་གནས་དྲང་ནས་དཔེ་དེབ་གཉའ་རི་ཀོ་རི་གཅིག་ག་མེད་པ་དགེ་བཤེས་ལ་ག་རེ་ཆགས་རོགས་ཞུ་དགོས་ན་ཞུ་གི་ཡིན་ཟེར་བྱས་ནས་ད་དེ་པས་དེ་ཚོགས་ཁང་དེ་ཚོའི་སྐོར་རྩ་ཆེན་པོ་བདེན་གྱི་ཁུངས་གསུངས་པ་ན་ཞེས་རེད་དེ་རྩ་ཆེན་པོ་ཞུ་བྱས་རེད་འདི་ན་ང་ཚོ་ཚོགས་ཡས་ར་རེད་བ། དེ་ནས་ཁོ་རང་ཚོས་མཐུན་འགྱུར་བྱེད་དགོས་ག་རེ་ཡིན་ན་ཅིག་རེད་དེ་བྱས་བྱས་དེ་འདྲ་ཡིན་དུས་ཁོ་ཚོ་ཚང་མ་ཐུགས་རྗེ་ཆེ་ཞུ་ཡས་ཡིན། ད་ག་ན་ཤེས་ད་དུ་ནོར་བུ་གླིང་ཁའི་གི་ཞལ་ལག་ཐང་གི་དུས་ཚོད་ཀྱི་བྱེད་སྟངས་དང་ཁོ་ཞལ་ལག་ཐང་གི་ཁོ་རང་ཚོས་དེ་ལས་ཀ་བྱེད་ཀྱི་ཡོད་རེད་དེ་ཡིན་ན་ལས་ཀ་བྱེད་ལུགས་དུས་ཚོད་ཟབ་ཟབ་བྱས་ནས་འགན་ཁུར་ནས། དེ་འདི་འགྲིག་གི་མི་འདུག་ད་རྒྱ་ཕྱོགས་འདི་མ་ཕར་བཞག་ཁང་པ་དེ་བསོག་པོ་འདུག་ད་འདི་རེད་འདུག་ཟེར་རྗེས་ཁུ་དོ་ཚང་མ་ཁོ་རང་བསོད་པའི་དང་མ་གཞི་ཁུ་དྭངས་ལང་བྱས་ནས་ཆིག་འདུག་ཤེས་ཅི་ད་འདྲ་བྱས་ན་ཁོ་ཁ་ལག་ཟོས་ཤིག་ཟེར་ཏེ་ཁ་ལག་ཟས་ཟོས་ནས་ཁོ་ཆིག་ཐོག་ཤི་ར་ཆིག་མ་དེ་འདྲ་བྱས་མ་ད་དུས་ཚོད་རིང་དུ་བོད་པའི་གི་ཆེ་ཆོས་དང་རིག་གཞུང་བསྟན་གི་འདུག་དེ་ཆོས་དུས་ཡག་པོ་ཞིབ་ཅིག་བྱུང་སོང་ཨ་ནི་ད་ང་རང་གི་ད་ལས་རྗེས། གཙོ་བོ་ད་ལྟ་ཚན་རིག་ལས་བྱེད་དང་དག་སྣང་ཞིག་དཔེ་མཛོད་ལས་བྱེད་མང་པོ་ཞིག་ཁ་ཤས་དེ་དེབ་བཟུང་དེ་ཡོད་རེད་ཁ་ཤས་པར་རྒྱབ་དེ་ཡོད་རེད་ཁ་ཤས་སྒྲ་འཇུག་བྱས་དེ་ཡོད་རེད་དེ་ང་རང་གི་བསོད་ནམས་འདྲ་བྱིན་གྱི་རེད་ད་ལྟ་མང་ཆེ་ད་ང་གཅིག་པུ་དགེ་བོ་རེད་མ་ད་གཞན་ད་ལོ་ཤོང་ཤོང་རྐྱང་རྐྱང་རེད་དཔེ་ཡག་པོ་ཡོད་ད་མི་ཚེ་ཉམས་མྱོང་ཡོད་མེད་གི་དེ་འདྲས་གི་ད་དེ་དེ་ཡོང་གི་རེད་མ་ད་གི་དཔེ་མ་བྱས་ང་ལས་བྱེད་དྲུག་ཅུ་རེད་དྲ་དྲུག་རབ་བདུན་ཅུ་མ་ཤི་ང་ཚོ་སང་ཉིན་ཤེས་ཀྱི་ཡོད་རེད་དེ་ཤི་དེ་ཡག་པོ་ཞིབ་བྱས་སོ་བྱས་ད་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡི་དང་དེ་ནས།